དེའི་སྔས་ལ་གྲོས་ཚོགས་ནང་གྲོས་ཆོད་ཁ་གསལ་ཚོགས་ཆུང་བཙུགས་ཡས་ཀྱི་གྲོས་ཆོད་བཞག་པ་ནང་བཞིན་བྱས་ནས་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་བཀའ་དེ་ད་རིང་སྙན་ཐོ་ཐོན་ཡོང་གི་རེད་མཐའ་མ་དེ་དེ་ནང་བཞིན་ཕལ་ཆེར་མང་ཚོགས་རྩིས་ར་ཚོགས་ཆུང་སྙན་ཐོ་ཡོད་པའི་སྐད་ཆ་ཞིག་གོ་གི་འདུག་དེ་འདྲ་རེད་དེ་མ་འོན་པའི་གཞན་པ་ད་མང་ཆེ་བ་ཅིག་སྔོན་རྩིས་ལས་རིམ་ཐོག་ལ་ཡ།

ལྷན་རྒྱས་སྐུ་འཁམས་གསང་བའི་འཚམས་འདྲི་ཞུ། དེ་རིང་སྤྱི་ཟླ་གསུམ་པའི་ཕྱི་ཚེས་བཅོ་ལྔ་ཉིན་ནས་སྤྱི་ཟླ་གསུམ་པའི་ཕྱི་ཚེས་ཉི་ས་ལྔ་བར་ཉིན་གྲངས་བཅུའི་རིང་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་ལྔ་པ་དེ་དངོས་སུ་དབུ་འཛུགས་གནང་སོང། གཤམ་ལ་ཡང་ང་ཚོའི་སྤྱི་འཐུས་ཁག་ཅིག་ལ་ཡང་ད་ལན་གྱི་གྲོས་ཚོགས་ཚོགས་དུས་དེ་སྟེང་ལ་ཡང་དམིགས་བསལ་གྱི་གྲོས་གཞི་གྲོས་འཆར་དང་དག་སྣང་ཞིག་བསམ་འཆར་ག་རེ་ཡོད་མེད་སྐོར་ལ་ཡང་བཅར་འདྲི་ཐུང་ཐུང་བྱས་པ་དེ་གཟིགས་རོགས་གནང། ད་ལྟའི་གི་དེ་ལ་ཡང་ང་ཚོ་ཕྱི་རྒྱལ་སྤྱི་འཐུས་དང་མཉམ་དུ་འབྲེལ་བའི་ཐོག་ནས་ད་ང་ཚོ་ད་ལྟ་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ཐོག་ནས་ཡང་གྲོས་གཞི་གྲོས་འཆར་ཅིག་ཡང་བཏང་ཡོད་ལས་ད་འགྲོ་ཡོད་དེ་མེད་ང་ད་ལྟ་ཧ་གོ་གི་མེད་ང་ཚོ་ལས་རིམ་ད་ལྟ་གཞི་ནས་རག་གོ་བར་བ་ཨ་ནི་དེ་ནས་ད་ང་ད་སྒེར་གྱི་ངོས་ནས་ད་འོས་བསྡུའི་སྒྲིག་གཞི་དང་འབྲེལ་བའི་ཐོག་ནས་ཡང་འགྱུར་བ་དགོས་མ་དགོས་ཅིག། གནང་བཞག་ཡོད། དེ་མིན་དམིགས་བསལ་གྱི་མེད་ད་དེ་རྣམས་གྲོས་ཚོགས་ཚོགས་པའི་སྐབས་ལ་ལས་དོན་དང་འབྲེལ་བའི་ཐོག་ནས་དང་དངུལ་རྩ་དང་འབྲེལ་བའི་ཐོག་ནས་བསམ་ཚུལ་གཞན་ཡང་མང་པོ་བརྒྱ་ཆ་བརྒྱ་ཆགས་ཀྱི་རེད་བསམ་གྱི་འདུག། ད་ལྟ་ད་ང་ཚོ SAVAS ནང་འདྲ་སྤྱི་ཡོངས་ཀྱི་ད་ང་ཚོ་མ་ཕྱི་རང་སྤྱི་ཁེ་དེ་ཡ་ད་ངེས་པར་དུ་ནི་ཁྲིམས་ཆགས་ཡིན་ན་འདྲ་ཅིག་ད་འགན་དང་མ་སོང་ན་སྒྲུབ་དགོས་ཡ་དེ་ག་རེ་མཐོང་གི་ཡོད་ཟེར་ན་ད་ཁྲིམས་ཞིབ་པ་དང་འབྲེལ་བའི་གི་ནི་ཆ་རྐྱེན་དེ་ཚོ་ཡིན་ན་ད་ཁྱིམ་དུ་དྲིན་ཞིག་བར་གི་སྒོ་ཡིག་དེ་སྟོང་པ་ལྷག་ནས་རྒྱུ་རང་བོ་ཞིག་གྲགས་རེད་དེ་དང་འབྲེལ་བའི་གི་ཡང་ཅིག་བྱ་ཁྱིམ་དུ་ཟུ་ནུ་འདྲི་བར་ཆོ་ག་རེ་བྱེད་དགོས་ན་ད་ག་ནང་བཞིན་ད་ང་ཚོ་བྱ་ཁྲིན་རིན་པོ་ཆེ་དེ་ཡང་ཅིག་བསྐྱར་སྐྱི་ཚོགས་ཆུང་བཙུགས་ནས་ཁུ་ཅིག་ཡང་གབ་གསབ་བྱེད་དགོས་ཡ་དང་དེ་འདྲ་གི་གནས་སྟངས་མང་བོ་ཅིག་ལྷག་གི་ཡོད་དེ། དེ་དང་འབྲེལ་བའི་གི་གང་ལ་ཡ་ནས་སུ་སུ་ཡིན་ན་བྱ་ཞིག་གང་དུ་དུ་ལེན་ཡ་དང་རེ་བ་ཡང་ཚད་མཐོན་པོ་རྒྱག་གི་ཡོད་ཤིང། སྤྱི་བཏང་ད་ད་རིང་ང་ཚོ་བོད་མི་མང་སྐབས་བཅུ་བདུན་པའི་གི་གྲོས་ཚོགས་ཚོགས་དུས་ལྔ་བ་དེ་རེད་གྲོས་ཚོགས་ཚོགས་དུས་ལྔ་བ་དེ་གི་ཆེ་ཤོས་ད་དངུལ་རྩིས་གི་གྲོས་ཚོགས་ཆགས་དུས་རེད་དངུལ་རྩིས་གི་གྲོས་ཚོགས་ཆགས་དུས་ཙང་པ་ད་ལྟ་དབུས་བོད་མིའི་སྒྲིག་འཛུགས་གི་ལས་ཁུངས་མ་ལག་དང་བཅས་པའི་གི་དངུལ་རྩིས་གཏན་ལ་ཕབ་དགོས་དགོས་རེད་ད་གི་ཆེ་ཤོས་དེ་ད་དངུལ་རྩིས་ཡིན་དུས་ཙང་པ་དམིགས་བསལ་གི་ངས་གྲོས་ཆོད་གྲོས་འཆར་སི་ང་ཚོ་སྤྱི་འཐུས་སྒེར་གི་གྲོས་ཆོད་གྲོས་འཆར་ང་རང་ངོས་ནས་གལ་དམིགས་བསལ་སི་གལ་མེད་ཡིན་ནས་དངུལ་རྩིས་དེ་ད་གི་ཆེན་པོ་ཡིན་ཙང་དངུལ་རྩིས་དེ་ལ་དོན་སྣང་ཡག་པོ་ཞིག་བྱེད་ཨ་ནི་དངུལ་རྩིས་ཅིག་མ་བཅའ་དགོས་ས་རེད་ཡ་སྤར་དགོས་ས་རེད་ཨ་དེ་ཚོ་གང་ལ་ཅིག་འཛིན་སྐྱོང་བཀའ་ཤག་ལ་དྲི་བ་དྲིས་ལན་བྱེད་དགོས་ཨ་དེ་ཚོ་ཁོ་དུས་ནས་དུས་སུ་ཡོང་གི་རེད་ཟེར་ཞུ་ཡ་ཡིན། ད་ལན་གྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་ལྔ་པ་དེ་སྟེང་ལ་ཡ། སྤྱི་ལོ་ཉིས་སྟོང་ཉིས་རྩ་གསུམ་དང་རྩ་བཞི་ལོའི་སྔོན་རྩིས་གཏན་འབེབས་ཀྱི་སྐོར་ལ་ཡ་གླེང་སློང་གནང་རྒྱུ་ཡིན་འདུག་གོང་ཞུས་གནས་ཚུལ་དེ་གསར་འགོད་པ་དཔལ་ལྡན་དང་བརྙན་ལེན་ཕྱོགས་བསྒྲིགས་པ་བློ་བཟང་བསྟན་འཕེལ་གཉིས་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཁང་གི་མདུན་ཐང་ནས་སྤེལ་གྱི་ཡོད།